ཚིག་ཕུན་སུམ་ཚོགས་པ་འདི་ལ་དེ་ནས་ལུས་རབ་བླང་བའི་གདན་ས་འདི་ལ་ངར་ཆེ་ག་བཞི་བཤིག་གསང་མ་གཞིར་འཛོམས། མ་ཟབ་པ་བྱ་དགོས་ནི། དག་དེ་བསྐྱིན་ལས་རབ་བླང་བ་གོ་དགོས་ནི། དག་སྤྲུལ་བའི་སྟོང་ཕྱོགས་དངོས་སུ་འདི་ན་བཞུགས་ཡོད་པ་དེ་དང་ད་གཞིར་འཛོམས་ཡོང་གཞིར་འཛོམས་ཡོང་བ་ཙམ་དུ་མ་ཟད་ཕན་ཚུན་ཡང་ནི་ད་དགའ་བཞིན་སྤྲོ་བཞིན་འདི་དག་པ་ཆེན་པོའི་ཆོས་ལ་ཤོད་པའི་སྐལ་བཟང་བོ་ཐོབ་པ་དེ་ལ་ནི་ང་རང་ཧ་ཅང་དགའ་སྤྲོ་ཆེ་བ་དང་ཐུགས་རྗེ་ཆེ་ཞེས་བཞེས་པ་ཡིན། དེ་ནས་དེར་སྐབས་དར་སྔོན་དུ་ཟུར་བརྒྱུད་རིན་པོ་ཆེ་ཁོང་གི་གསང་མཛོད་གནང་བའི་ནང་དོན་ཚང་མ་ཡང་ནི་ད་ཐུགས་རྗེ་ཆེ་ཞེས་པ་དང། ད་དེ་ལྟ་བུའི་གསང་མཛོད་གནང་བ་ཚང་མ་ཡང་ནི་ད་ཁོང་གི་རྒུད་པའི་དབང་གིས་གསུང་བ་རེད་མ་གཏོགས་མིན་ནི་ད་ང་ལ་ངོ་མ་གཏོང་དངོས་གནས་སྟེང་གི་དེ་ལྟ་བུའི་ཡོན་ཏན་གཙུག་ལག་ནས་རིག་འཛིན་ནི་རྩ་བ་ནས་ཡོད་དུ་མ་རེད། དེ་ནས་ད་ཁོང་གིས་དེ་ལྟ་བུ་གསུང་རྒྱུ་དེ་ཡང་ནི་ད་དགོས་པའི་ཁྱད་པར་ཅུང་ཟད་ཀྱང་མེད་དཔེར་ན་ཁྱི་ལ་ཟ་བའི་མིང་བཏགས་པ་བཞིན་དུ་ད་ང་ལྟ་བུའི་སྐྱོན་གྱི་ཆ་ནི་ཆ་ཚང་བ་ཟིག་ཡོད་ནས་ཡོད་སྣང་གི་ཆ་ནི་ངོ་མ་དངུལ་དག་གི་ནི་སྣག་གཅིག་ཀྱང་མེད་ནས་ཧ་རེ་ལྟར་སྣང་ནི་ཕྱུག་པའི་ད་མྱང་ཙམ་ཟིག་དང་ཕྱུག་པའི་གཟུགས་བརྙན་ཙམ་ཟིག་བཟུང་ཡོད་པ་དེ་ལ་ནི་ཁོང་གིས་དེ་ལྟར་གསུང་བ་རེད་ད་དེ་ན་ཡང་ནི་ད་ང་ལྟ་བུའི་ཡོན་ཏན་སྣག་གཅིག་མེད་ཀྱང་ནི། དེ་ནས་བཟུང་སྟེ་འཁྱག་སྐད་ཟངས་ཀྱི་གཏམ་བུ་འཇིགས་མ་དོད་ལ་ནི། ད་ཁྱོད་ཀྱིས་དྲི་ཆེན་པོ་ལ་བཞག་སྐྱེ་བོ་མང་བོ་ལ་ཁྱོས་སྣར་སྒོའི་ཐུགས་ཀྱི་དེ་ཡང་ནི། ད་རང་བཞིན་གྱི་ནི། དེ་ནས་བཟུང་སྟེ་འདིར་ལྟ་བའི་འབྱུང་རྒྱུ་དེ་ནི་སུས་ཀྱང་བཟློག་ཏུ་མེད་པ་ཞིག་རེད། དེ་ཡང་ནི་ད་སྔོན་སངས་རྒྱས་ཧོར་སྤྲང་གིས་བསྟན་པ་ལ་ད་རྒྱལ་རོ་དྲི་དྲིས་བུ། མི་གཅིག་མི་འདྲ་བའི་སྐྱོར། ཀྱི་ད་ལྟའི་ནང་ན་ནི་མི་སྟེགས་གཅིག་ལ་ནི། དེ་ནས་ད་སྤྲེལ་གི་གཟུགས་དུ་སངས་རྒྱས་ཁྲི་ཆེན་པོ་ལ་བཞུགས་སངས་རྒྱས་མང་བོ་ཞིག་གིས་ནི་དེ་ལ་ཁྱོད་ཡང་གོ་འཛུགས་ནས་དུས་ཅི་རིགས་ཟིག། འཇིག་པའི་གནས་སྐབས་ན་མ་འོངས་པའི་གནས་སྐབས་ན་ད་སངས་རྒྱས་ཤིག་སྐལ་ཐུབ། དམ་བུ་འཇིགས་མ་ལ་ཐོན་པའི་གནས་སྐབས་ན་ནི་ཡོན་ཏན་སྣ་གཅིག་ཀྱང་མེད་པའི་སྤྲེལ་གར་ལྟ་བུ་དེ་ཡང་ཁྲི་ཐོག་པ་འདི། ཡོན་ཏན་གྱི་ཆ་ཡོངས་སུ་རྫོགས་པ་ཚང་ཡོད་ནས་སངས་རྒྱས་ལྟ་བུ་མང་བོ་ཡང་དེ་འཁོར་ལོ་དེ་དེ་བས་སྔར་དེ་རེད་གསུངས་ན་ད་གཙོ་བོ་ནི། དེ་ང་རང་ལ་ནི་དེ་ལྷག་པར་དུ་ཡང་འདྲིར་ཆགས་པ་དང་དང་ལྡོག་ཏུ་མེད་པའི་དུས་ཚོད་ཀྱི་འཕོ་འགྱུར་ཞིག་དེ་ནི་རེད། དེ་ནས་ད་ཁོང་གི་གསང་རྫག་གཉིས་པའི་ནང་ན་ནི་ང་རང་ཡང་ནི། ད་སྤྲུལ་བའི་གཏེར་སྟོན་ཆེན་པོ་ལི་རག་གླང་བའི་སྤྲུལ་སྐུ་རེད་ཟེར་ཁས་ལེན་ངོ། དེ་ནས་ཁོང་གི་མཚན་དེ་ཡང་དགོས་ཤ་ཟིག་འཛག་གི་དེ་ནི་ཕྱོགས་གཅིག་གི་ངོས་ནས་ནི་ངས་ཐུགས་རྗེ་ཆེ་ཞེས་བཞེས་པ་ཡིན། དེ་ནས་ད་ངོ་མ་གཏོགས་དངོས་ཐོག་གི་བསམ་བློ་བཏང་ན་གཏེར་སྟོན་ལི་རག་གླང་བའི། བདག་དྲེ་བར་སྐུ་མཆོག་འཁྲུལ་བ་མེད་པ་ཁོང་ཡིན་གྱི་རེད་མོད། ང་ལ་ནི་དཔེ་སྟོན་ལས་རང་རང་བའི་སྣ་གཅིག་ཀྱང་ནི་དེ་ངོ་མ་དངོས་ཐོག་གི་བསམ་བློ་བཏང་ན། དེ་ལ་ཕན་ཡོང་དང་ཡོད་ཀྱི་མ་རེད་ཡིན་གྱི་ཡང་མ་རེད། དེ་ནས་ནི་ད་ངས་བྱུང་དུས་དེ་ནས་བཟུང་སྟེ་དཔེ་ཆ་ལ་སློབ་སྦྱོང་བྱེད། ཧ་ཅང་ནི་བཙུན་པ་ཡིན་སྣང་ཤར་ཡོང་ནས་སྐབས་ན་ནི། ད་ང་ལུས་རབ་བླངས་བ་རེད་ཟེར་རིམ་ཡང་དེ་ནི་ཞག་གཅིག་ཆུང་ཞིང་གི་དུས་ཚོད་ཡང་དག་ནི་རེད། དེའི་ཐ་ཚུགས་ནི་ངས་དེ་ལ་རྒོལ་གཏམ་བཏང་ནས། ཡ། ད་ལུས་རབ་བླངས་བ་ཟེར་གྱི་དེ་ནི་རྡོ་རྗེ་བདུད་འཇོམས་སྐུ་དབྱིབས་བྲིས་པ་དེ་རྡོ་རྗེ་ཕག་མོ་གསུང་གི་བྱིན་གྱིས་བརླབས་བམ་མམ་གཞུང་ནས་ཐུགས་ཀྱི་རྒྱུ་འབྲས་ཀྱི་ལུས་རབ་བླངས་བའི་ཞབས་ལག་ཟེར་བ་འདུག་ཀྱང་ཁོང་སངས་རྒྱས་ཡིན་པར་གསུང་བ་གི། དེ་ནས་བཟུང་སྟེ་སངས་རྒྱས་འཁོར་བ་ལ་འཁོར་སྤྲུལ་བསྐྱེད་རེ་ད་འཁོར་བ་ལ་འཁོར་སྤྲུལ་སེམས་ཅན་ཐམས་ཅད་ལ་ལོག་སྤྲུལ་བསྐྱེད་ན་ང་ཡིན་མིན་ལ་ཡང་རྒྱུ་ཞིག་དེ་མ་གཏོགས་མི་གསལ་བ་ནས་ཡིན་གྱི་མ་རེད་ཟེར་ཁྱེད་རང་ངོ་དེ་གཉིས་ཁས་བླངས་ཏེ་གསལ་བ་ནས་ཡོད་མ་མི་ཡོང་ནོ་མྱོང་གི་དུས་སུ། དེ་ནས་ནི་ད་ང་རང་ལོ་ཡར་ལོན། ད་དེང་སང་གི་ནས་སྐལ་ཐོག་འདི་ནི་དཔའ་བཀྲིས་སང་གི་མགོ། དངོས་གཙོ་དེ་དགེ་སློང་ཤེས་རིག་གིས་ཟེར་ཀྱང་དགེ་སློང་གི་སྡོམ་པ་དེའང་མགོ་དམ་པོ་ཟིན་ནས་དེར་རྔམ་པ་དང་ཅུང་ལྷོད་མོ་རེ་སྐྱེར་དང། དེ་ནས་རྔ་མ་དང་ལྷོད་པོ་ལྟ་བུའི་གཅིག་གི་རྒྱུ་མཚན་དེའང་ནི་ད་རྗེས་མ་ལོ་ཡར་ཀླུང་གི་དྭངས་གསལ་གྱི་གནས་སྐབས་ན་ནི་ངའི་བསམ་ཡིག་མང་བོ་ཞིག་དུབ་དང་ལྡན། ད་ལས་རབ་བླང་བ་ཁོང་དང། ཁོང་གི་སློབ་མ། ཆོས་སྐྱིད་བདག་པོ་མང་ཆེ་བ་ཟིག་གི་སྟོང་དངུལ་ཐོག་གི་ནི། ང་ལ་མྱང་དེབ་བཏགས་ཡག་གི། ད་ལྟའི་མྱང་དེབ་བཏགས་རྒྱུ་དེ་ང་ལས་རབ་གླང་བའི་ལུགས་སྲང་ལ་བརྩེ་བ་ནི་མ་རེད་ད་ནི་ད་དགོན་རྒྱང་ནི་དེ་དགོས་པ་ཟིག་ཡོད་ཀྱི་རེད་ད་ལྟའི་ཁྱེད་རང་ངའི་དེ་ལ་དགོད་གཏམ་དེ་ནི་མཚམས་ཞོག་གི་ད་ནི་ང་ལས་རབ་གླང་བརྩེ་བ་ནི་མིན་ཟེར་ཁྱེད་རང་ངོ་ནི་དགོད་གཏམ་དེ་ནི་བརྩེ་བ་ནི་མཚམས་ཞོག་གི་ཡིན་ནི། དེ་ནས་སྒོར་གཏམ་མི་གཏོང་ཅག་གི་བརྩེ་བ་དེ་ཡང་ནི། ད་ང་ལ་ནི་ལུས་རིང་བླང་བ་ཟེར་རྒྱུའི་མྱང་འདས་ཐོག་ན་ནི་ང་རང་ངོས་ནས་ཀྱང་ད་དམ་པ་དང་སེམས་ཅན་ལ་ཕན་ཐོགས་ཀྱི་ལུས་རིང་བོ་ནི་ཨེ་ཡིན་ནམ་བསམ། གཉིས་སུ་དག་གིས་ནི་ད་ལུས་རིང་བླང་བས་ནི་ད་གསུང་ཆོས་ཕར་ཆེར་ཡང་འཆལ་ལ་ཁད་པ་འཆལ་ལ་ཁད་པ་ལ་ཐུག་ཨ་ཁུ། དེ་ནས་ཁོང་གི་གསུང་ཚང་མ་ཡང་ནུབ་ལ་ཁད་པ་ནུབ་ལ་ཁད་པ་ལ་ཐུག་ཨ་ཁུ། དེས་ནི་དེ་གསོ་བའི་ཆེད་དུ་ནི་ད་ཁོང་གི་ངོ་མཚན་དེ་ང་ལ་གཟིགས་སོར་གནང་ན་དགོས་པ་ཟིག་འོ་ན་གཟིགས་ན་ཡིན་ན་བསམ་ད་དུང་ང་རེ་ངུས་ཀྱང་དེ་ལ་རྒོལ་གཏམ་མ་བཏང་ནས་མི་ཚད་ད་ལས་རག་ལང་བའི་གསུང་དེ་ཡང་གང་ཐུབ་ཐུབ་ཀི་སྤེལ་ཁོང་གི་གསུང་ཚུལ་ཚང་མ་བ་ཤང་ལྟ་བུ་ཡིན་ན་ད་ནི་ད་སྔ་འཁྱུད་ནུབ་ཚ་ནི་ཆེ་གང་དཔེ་བདེ་བ་ར་བཀུ་དེ་ནས་བར་ཡང་བ་ད་ཙི་གི་འདྲ་དེ་མིག་གཏོར་ལག་གི་གསུང་ནི་ཆེ་གང་བ་ཡང་བཀུ་དེ་ནས་ལས་རག་ལང་བའི་གདན་སའི་དེ་ལ་ཡང་བདག་པོ་རེ་མཛད་དེ་ལྟ་བུ་ཞིག་ཡིན་ནི་ད་ལྟའི་བར་དུ་བསྡད་པ་ཡིན། དེ་ནས་ཁྱད་པར་དུ་ཡང་ན་བདག་བདེ་ཆེན་ལས་རབ་བླང་བའི་གསུང། ད་ལྟ་སྟབས་བཀའ་ཡོངས་རྫོགས་འདུས་པ་ཟད་ཀྱི་ཚིག་པར་ནུས། དེ་ལ་ནི་ཁ་བྱང། དང་མདོ་བྱང། དང་ནི་མདོ་བྱང་ཕྱི་མ་ཕྱི་མ་ཟད་ཀྱི་དང་གཉིས་ཡོད་ནི། དེ་ནས་དང་མདོ་བྱང་ཕྱི་མ་ཕྱི་མའི་ནང་ན་ནི་དང་ཁོང་ལ་སྤྲུལ་བའི་སྐུ་རྣམ་པར་གཉིས་འབྱུང་བ་གསུང་བ་ནི། དེ་ནས་བཟུང་སྟེ་དང་སྤྲུལ་བའི་སྐུ་རྣམ་པར་གཉིས་ཀྱི་ཡང་ན་ད་དམ་པ་དང་སེམས་ཅན་ལ་ཕན་ཐོགས་རྒྱ་ཆེན་པོ་འབྱུང་བ་གཙང་བོ་ནི་དེ་ཁོང་གི་ནི་དུས་འཛད་པ་དང་བཅས་པ་ཆ་ཚང་བར་ལྟ་ནོར་ནི་རེད་དེ་དེ་ཡིན་ན་ནི་ད་དྲི་བའི་སྐག་ཆུ་བོ་དེ་ནི་ད་ཁོང་དང་འགྲིག་འགྲིག་ཁ་རེད་ཅེས་བཤད་མ་དགོས་པ་རེད་ངོ་མ་དངོས་ཐོག་གི་ད་ལྟ་ཡིག་ཀློག་ལྟ་ནི་ཆོག་འདུག་གང་རེད་ད་ལྟ་གཉིས་པ་དེ་ནི་ད་ང་ལ་བརྟགས་ནས་ནི་ཧ་ཅང་ཆོག་ཡོད་རེད་ད་དེ་ཡང་དགོས་པའི་དབང་གིས་ཡིན་གྱི་རེད་བསམ་མི་གཏོང་ཞིག་གི་ནི་ངས་ཀྱང་ནི་ང་ལས་རང་བླངས་བ་མིན་ཟེར་རིགས་ཁྱེད་རང་རྒོལ་གཏམ་མ་གཏང་ཀྱ་དེ་ཡང་དེ་ཡིན་དེ་ནས་ད་རང་དུས་མི་ཚད་ནི་ད་གཏེར་སྟོན་ཟུར་རྒྱལ་ཁོང་རིགས་གི་ནི་དེ་ནས་རྩ་བའི་བླ་མ་དང་ཉེ་བར་ལ་མཐའ་ཡས་ཀྱི་གཟིགས་པ་མེད། དེའི་ཁྲིར་སྐུ་ཉིད་དུ་ངོས་འཛིན་མི་བྱེད། དྭངས་སང་ང་ཟེར་ནི་མ་རུང། དེ་ནས་བཟུང་སྟེ་དེ་ནི། ད་བདུད་འཇོམས་གང་མི་དག་གདོང་བརྒྱུད་དྲི། དུ་དྲི་བའི་གཏེར་སྟོན་ཀུན་བཟང་ཉི་མ་ཟས་ཀྱི་གཟིགས་པ་དེ་རེད། དེའི་ནང་བཤགས་གནང་ན་ནི་འཛུམ། རྡོ་རྗེའི་བདུད་འཇོམས་གང་བཞི་ཀུན་བསྟན་ཁུར་བཞེས་འབྲས་བུ་གཉིས་སུ་སྨིན། གཅིག་དབྱིངས་སྒྲུབ་ཞག་གི་ནོར་བུ་འདོམ་མདངས་གདོང་ལྔའི་དབང་བོའི་ངར་བུ་སྒྲོག་གསུང་དག་རྡོ་རྗེའི་བདུད་འཇོམས་དེ་ལ་སྤྲུལ་བའི་སྐུ་རྣམ་པ་གཉིས་བྱུང་རྒྱུ་ཡོད། གཅིག་དེ་ནི་ད་རབ་ཏུ་བྱུང་བའི་ཚུལ་ཅན་གྱི་ནི་དེ་ནས་བཟུང་སྟེ་དེ་གཙོ་བོའི་དམ་ཆོས་འདུལ་བ་ལ་ཐུགས་རྗེ་ཆེ་བཞིའི་མཛད་དུ་འགྲོ་དོན་མཛད་དུ། གཅིག་དེ་ནི་ཁྱིམ་པ་གོས་སྐུར་བྱང་གི་ཚུལ་མཛད་དུ་གསང་སྔགས་རྡོ་རྗེ་ཐེག་པའི་བསྟན་པ་ལ་བྱ་བ་རྒྱ་ཆེར་བྱེད་ཀྱི་གཟིགས་ཀྱི་ཡོད་གསུང་དག་དེ་ལྟ་བུ་ཡང་གསང་བ་ད་དེ་ལ་སོང་ན་ཡང་ནི་ཁུང་ཡིན་ག་རེད་ད་ཕར་ཆེ་ལྟས་བཞོ་ར་རེད་ད་ང་ཡང་ནི་རྣམ་པའི་ཆེ་རིན་ན་དེ་ནས་བཟུང་སྟེ་དེ་དེ་ལ་ཟད་ནས་འུ་ཚང་གི་བསམ་པའི་བསམ་པ་ཟིག་ཀྱང་ཆགས་བྱུང་ད་རང་ཡང་གཏེར་སྟོན་བསོད་རྒྱལ་ཁོང་གི་ད་ལོང་སྟོན་ནང་ན་ནི་རྩ་བའི་དྲི་བའི་སྐུ་ཡང་མཆོག་རྣམ་པ་གཉིས་བྱོན་ཡོད་དེ་ནས་ནི་ཡང་སྤྲུལ་ནི་རྒྱལ་བསགས་ཀྱི་བྱོན་ཡོད་རྫིག་ནི་ཁོང་གི་ལུང་ནའང་གསར་བུ་རྟ་ནག་གི་ད་དེའི་ད་ཚོ་ཧབ་བཞག་ནས་རྒྱུ་འབྲས་གསང་མྱང་དང

སྔགས་བཞི་ལ་ཕར་ཆེར་མི་ཡིན། དེའི་ཐ་ཚུལ་དེ་དང་འདྲེས་དེའི་ཐ་ཚུལ་ནི་ངའི་འབབ་པ་སྣ་ཚོགས་ཀྱི་དག་ཡིག་ཆ་དེ་ལོན་ཐབས་ཐུབ་དེ་དག་ནི་དེ་ནས་དེ་འདྲའི་ཡང་འགྲིག་མ་ཐག་ནུས་པ་ཡང་ནི་ཐོན་མ་ཐག་དེ་ནས་ནི་ད་ད་ལྟ་ང་རང་གིས་ནི་དེ་ནས་ཟུར་རྒྱལ་རིན་པོ་ཆེ་ཁོང་ལ། ཁལ་བཞི་ཉི་མའི་སྐུ་དར་མོ་སྙིང་ཁར་བཞེར་ཏེ་ལས་རབ་བླངས་པའི་གསུང་ལོགས་ཀྱི་རྟེན་ནི་ངོ་མ་ཁོང་གི་སྐུ་སྐྱེ་གཉིས་པ་དེ་ནི་ལས་འགན་ལ་བཞག་རྒྱུ་ལ་དམིགས་པ་རེད་ཨོ་རྒྱན་རིན་པོ་ཆེའི་བཀའ་ལ་ནི་འགྱུར་བ་རྩ་བ་ནས་ཡོང་འཁྲིད་ཀྱི་མ་རེད་དེ་ནས་ཁྱེད་ཀྱི་ཡང་ནི་ཚང་མ་དེ་ནི་དང་ཟེར་བ་མཐོང་ཐུབ་ཁྱེད་ཀྱི་དེ་ལ་ང་རང་གི་ཟུར་བ་འདེབས་པ་ཡིན། ད་ཁོང་ལ་དེ་ལྟ་བུའི་རེ་བ་ཟིག་བྱ་རྒྱུ་དེ་ཡང་ན་ང་རང་གིས་ནི་ད་སྟེར་རྩོམ་སོགས་སྒྱུར་གྱི་ཕྲུ་གུ་འཕྲི་བ་མེད་པ་ཡིན་རྒྱུ་རེད་བསམ་གྱི་ཡིད་ཆེས་དང་ལྡན་པའི་སྒོ་ནས་ཟུར་བ་ཐབས་པ་ད་བ་ཡིན་མིན་ནི་དེ་ནས་ངོ་སྤྲོད་བཏང་ན། ད་བྱ་ཕྲུག་གི་སྐད་ཆ་དང་སྤྲེའུའི་སྣུམ་གྱི་ལྟས་གསལ་བ་ནས་བརྫིས་ནི་མིན། ད་ཁོང་ལས་རབས་བླངས་བ་ཡིན་པའི་སྒྲུབ་བྱེད་དེ་ཡང་ན་ངོ་མ་དངོས་ཐོག་ནས་བསམ་བློ་བཏང་ན་ད་ཁོང་ལ་མ་མང་བོ་ངོས་འཛིན་མཛད་པ་དེ་སྨོས་མ་དགོས་པར་ལྟ་བ་རེད་དེ་ཡང་ན། ང་རང་གི་ཡིག་ཆ་ཡང་རིག་བྱུང། དེ་ནས་བཟུང་སྟེ་ལོ་རྒྱུས་ཡང་གོ་བྱུང། ད་ནི་ད་ཁྱད་པར་དུ་ཡང་ནི་ད་ལས་རབས་བླང་བ་གང་རིགས་ཀྱི་ནི། ད་ཐུགས་ཀྱི་བུ་ཆུང་ལྟ་བུ་དགོངས་པ་ཡོངས་སུ་རྫོགས་པ་འཕོ་ས་བོ་དུ་སུ་ཡིན་ན། དེ་ནི་ད་འཇམ་དབྱངས་མཁྱེན་བརྩེ་ཆོས་རྒྱུད་བློ་གྲོས་རེད། དེ་ཆོས་རྒྱུད་བློ་གྲོས་ནི་ད་ཁོང་དབུ་བཞི་འདེགས་བྱས་པར་ཀྱང་ཁོང་ལ། དེ་གཏེར་སྟོན་ཟུར་བརྒྱར་གྱི་མཚན་མ་དངོས་གཟུགས་དག་གི་ཁོང་ལ་མིང་གཉིས་པ་བ་དུ་མ་ཁོང།

གཞན་དོན་གཞན་ལ་ཡང་ནི་འཛད་པ་བརྒྱད་བྱུང་ཡོད་དུ་ཆུག་བསམ་ན། ད་གསོལ་རྒྱུ་འདྲ་རིགས་འཛད་པ་བརྒྱད་བྱུང་ལུགས་གཞན་ལ་ཡོང་རྒྱུ་བ་ཧ་ཅང་དཀའ་མོ་ཡིན་གྱི་རེད། དེ་ཡང་སྔོན་གྱི་རྟེན་འབྲེལ་གྱི་རེད་སྔོན་གྱི་རྟེན་འབྲེལ་ཆེ་བ་རེ་བརྩིས་ན། ད་སྔགས་པ་རྡོ་རྗེའི་བདུད་འཇོམས་དུ་ནི་ཨོ་རྒྱན་རིན་པོ་ཆེ་དང་ཆོས་རྒྱལ་ཁྲི་སྲོང་ལྡེབ་ཙམ་གྱི་ཐུགས་གསུངས་པ་ལ་ནི་ད་རྗེ་འབངས་གང་དང་ཡང་མི་འདྲ་བའི་ཁོང་གི་ཞབས་ཕྱི་ལྷག་པར་གཟུགས་སྒྲིབ་འོག་ནས་རེད་དེའི་རྟེན་འབྲེལ་གྱི་དབང་གིས་ཁོང་གི་འཛད་པ་དང་སྐྱེ་བའི་སྐྱེ་བ་ཕྱི་མ་ཕྱི་མ་རྣམས་སུ་འགྲོ་དོན་རྒྱ་ཆེན་མོ་བྱུང་བའི་རྒྱུ་མཚན་ཡང་དེ་རེད། དེ་ནས་ཁྲི་སྐྱོང་ལྡེབ་ཚང་གི་ཞབས་ཞུ་གྲུབ་རྩིར་ལ་བསམ་བློ་བཏང་ན་ཡང་ནི་དེ་ནི་ཁྲི་སྐྱོང་ལྡེབ་ཚང་གི་དངོས་པོ་ཡོང་གཞི་གཙོ་བོ་རེད། ད་ཁོང་ལོ་ཙཱ་བ་ཡང་རེད་རྒྱུན་བསང་ཅན་ཡིན་པ་བོད་ཡིག་དག་བདམས་འདྲེན་པའི་ཤེས་པ་པོ་ཡང་ཁོང་རེད། ཁྲི་སྐྱོང་ལྡེབ་ཚང་གི་སྐུ་དེ་སྤྱི་སྐུ་རང་དེ་ནི་ད་རྒྱལ་བོའི་མཛད་པ་ཅི་མཛད་དགོས་པ་ཐམས་ཅད་ཀུན་གྱི་སྔགས་པ་རྡོ་རྗེ་གདན་གྱི་གི་མཛད་དེ་རེད། རྗེས་མ་ནི་ད་ལྟའི་མི་གྲུབ་ཙམ་པོ་དང་མི་གྲུབ་ཙམ་པོ་ལ་སོགས་པའི་སྐུ་དེ་ནའང་ནི་དེ་ནི་རྒྱལ་པོའི་ཤ་བ་ཚང་མ་དེ་དག་ཁོབ་ལོང་པོ་གཅིག་གི་མཛའ་ནི་རེད་དེ་ན་ནི་ཆོས་རྒྱལ་ཆེན་པོ་ལ་ནི་ད་ཐུག་གི་ཟིན་ནོ་དང་ཟེར་ག་ནི་སྔགས་པ་རྡོ་རྗེ་བདུན་ཀྱང་ལྟ་བར་རྩ་བ་ནས་ཡོད་དུ་མ་རེད། དེ་ནས་ད་སྔོན་མ་གཞོན་བྱུང་བ་ཚང་མ་བཏང་ན་ནི་བསོད་རྒྱལ་རིན་པོ་ཆེ་ཁོང་ཡང་ནི་དེང་དུས་འཇའ་འམ་མཁྱེན་བརྩེའི་ཆོས་རྒྱུད་སློབ་ཕྲུག་དང། དེང་ཀུན་མཁྱེན་བརྩེ་རིན་པོ་ཆེ་རྣམ་པ་གཉིས་ཀྱི་དེ་ཐུགས་ལ་ཧ་ཅང་འཕྲོད་མོད་ཁོང་རྣམ་པ་གཉིས་ཀྱིའང་བོད་གཞུང་དག་བྱེད་པར་སྐྱོང་དགོས་པའི་རྒྱུ་མཚན་ཡང་དག་ཡིན་གྱི་རེད་བསམ་གི་ཡིན་སྐྱབས་པོ་ཁོང་ནི་ཡང་གཉིས་ཀ་ཡང་ནི་ད་ཁྲི་སྲོང་ལྡེབ་ཙམ་གྱི་གྲོལ་བ་རེད་ཁོང་རྡོ་རྗེ་སྟོན་འབྱུང་གི་གྲོལ་བ་རེད་ཁོང་ཁྱེད་ཀྱི་སྐྱེ་བའི་ཚེ་རབས་ཀྱི་བར་དུ་ནི་ད་རྒྱལ་བོ་དང་བློན་པོའི་ཚུལ་དུ་འབྲེལ་བ་ཡོད་དོ་རང་དེ་ཉིད་ཨོ་རྒྱན་སངས་རྒྱས་གཉིས་པ་ལ་བསམ་བློ་བཏང་ན་ཡང་ནི་དེར་རྡོ་རྗེ་བདུད་འཇོམས་ཀྱི་ཞབས་ཕྱི་སྒྲུབ་རྒྱུ་འདྲ་ཟིག་རྗེས་མར་སུས་ཀྱང་བྲི་ཐུབ་བ་དུ་མ་ཡིན། ཁོང་བྷ་ཡེར་ཡིའང་ལས་ཤོག་དེ་བཟང་དེ་ནི་ད་བྷོ་ཡེར་གྱི་བར་དུ་ནི་དེ་ནས་བཟང་དེ་དེ་ཁུ་རུ་ཁུ་རུ་ནི་ཨོ་རྒྱན་རིན་པོ་ཆེའི་ཞབས་ཕྱི་བྲི་བ་ནི་བདེན་དོན་ཡིན་ནི་རེད་དང་བོའི་ལྟ་ཚུལ་ཡིན་ན། དེ་ནས། ད་ལི་རབ་ལི་རབ་ལང་ང་མ་རེད་ཟུར་ལྕིབ་ཏུ་ཉོབ་གི་ད་ཕ་རུས་ཆུ་བསྐལ་ལྟ་བུ་བཞི་པའི་དུས་ཚོད་ལ་བསམ་བློ་བཏང་ན་འབུ་ར་ཡོན་གྱི་རྣམ་གྲངས་ལ་བསམ་བློ་བཏང་ན་ད་ལྟའི་མཐའ་ཚོགས་གསེར་དང་དངུལ་དང་གཡུ་བྱི་རི་ལ་སོགས་པའི་ཡོ་བྱད་ཅིག་སུས་ཀྱང་བློ་ཡུལ་དུ་མི་ཤོང་བ་འབུས་ནི་མི་ཚད་མཐར་ནི་ཚོགས་ཀྱི་ཤ་རྐྱང་བ་ལ་བསམ་བློ་བཏང་ན་ཡང་སེམས་ཅན་གཅིག་ལ་ཡང་གནོད་པ་མེད་པར་དེ་ནས་དང་པོ་གཡག་ཞབས་བརྫིས་ན་ཕར་ཚུར་བཀོལ་དགོས་ཀྱི་རེད་གཡག་ཞབས་བརྒྱ་ཐམ་པ་རེ་བཅངས་ནས་དེ་གཅིག་ལམ་བར་ཙམ་ཕུར་ནོར་གྱི་ནང་ལ་སོང་བ་རེད། འདི་ནས་ཨོ་རྒྱན་རིན་པོ་ཆེས་ཀྱང་ནི་ད་སློབ་མ་ཡོངས་རྫོགས་ཀྱི་ནང་ན་རྡོ་རྗེ་བདུད་འཇོམས་ལོང་སྟེར་ཐོགས་པ་མེད་ཚེ་རི་གྲི་བུམ་གཉིས་པ་ལ་དེ་ཐོགས་པ་མེད་པ་ཙམ་དུ་མ་ཟད། དེ་ནས་ཕྱི་མཆོད་ཀྱི་ཨོ་རྒྱན་རིན་པོ་ཆེའི་རྒྱུན་ཡིག་ཡོངས་རྫོགས་ཀྱི་ནང་ན་རྔ་བ་དང་ཕུར་ཐོགས་ཡོངས་ཀྱི་གཙོ་བོ་ཉིད་དུ་མངའ་གསོལ་ནས་ད་ང་གཟིགས་གདོང་ནི་གཟིགས་ཨང་རྡོ་རྗེ་བསྟན་འབྱུང་གི་རྒ་གཟིགས་བ་དུ་མ་ཡིན། ད་ཕུ་ར་གཟིགས་འཛིན་ནི་རྡོ་རྗེ་བསྟན་འབྱུང་གི་ནུས་པ་ལས་ཆེ་བ་གཟིགས་བ་དུ་མ་ཡིན། ད་ད་ལྟ་ངའི་ཡང་ཡང་ནུས་པ་གཅིག་ལོ་གཅིག་རེ་གིས་གཟིགས། ད་དེ་ཡིན་ན་ད་ལྟ་ཡང་ནི་རྡོ་རྗེ་བསྟན་འབྱུང་ངའི་ཡང་སྙིང་ཡིན་འོ་ནི་ཁོང་གི་ལ་ག་རེ་ང་གཟིགས་ཤོག་ངའི་ལ་ག་ཕུ་རུ་གཟིགས་ཤོག་ད་ནི་ད་ངའི་ཉིད་ནུས་པ་དེ་འཛམ་བ་ལང་ཅི་ལྟ་བུ་ཞིག་ཡིན་གསལ་བོ་ངོ་ཡོང་གི་རེད། སུ་བདེ་ཨ་ཁོ་ཡི་གསེར་དེར་དགེ་བའི་མེ་རི་བསྒྲངས།

དེ་ནས་ད་དེ་ནི་ཁྱད་པར་དུ་རིག་འཛིན་གུར་ལྡིང་བྱང་གི་གཏེར་གཟིགས་ཕལ་ཆེར་དང་ཁྱད་པར་དུ་གཏེར་སྟོན་བསོད་རྒྱལ་གྱི་གཏེར་གཟིགས་དང་ང་ལ་ཡང་མིང་ཆེན་པོ་ཆེན་པོ་ཡོད་ཀྱིར་ད་རུང་གཏེར་སྟོན་བསོད་རྒྱལ་གྱི་བྱེད་ཐབས་ཀྱི་གཏེར་གཟིགས་ཚང་མ་ཕྱུག་བདག་ཆེ་ག་མགོར་བཏོན་ཏེ་ཡུལ་ཁམས་ཚང་མ་ལའང་གཏེར་སྟོན་བསོད་རྒྱལ་གྱི་གཏེར་གཟིགས་ཁྱེད་བོད་ནི་གཏེར་སྟོན་བསོད་རྒྱལ་གྱི་གཏེར་གཟིགས་འདྲ་བའི་སྒྱུ་རྩལ་ཁྱད་འཕགས་ཅན་བཟོ་སྒྲུབ་ཕུལ་དུ་བྱུང་བ་དང་ངོ་མཚར་བ་དུས་མ་བཞི་དང་ངོ་མ་མེད་ཀྱི་ད་ལྟ་མིག་མཐོང་ལག་ཟིན་ལ་བ་དེར་འདི་རྐྱང་བ་ཡང་དཔོག་ཐུབ་ནི་རེད། དེ་ནི་ཁྱད་པར་དུ་ང་དང་འབྲེལ་བའི་ནི་དྭངས་སྙིགས་ཐིག་སྟོང་ཟུར་གྱིར་མིན་མིན་བཟད་རྒྱུ་དེ་ང་སྔར་གྱི་རང་དོན་ལ་བསམ་བློ་བཏང་ང་ཡང་དེ་ལ་ནི་ངོ་རྒོལ་གྱི་སྐད་ཆ་མ་བཤད་པ་ཡིན། དེ་ཇི་ལྟར་རེད་ཞེ་ན། རེད་ད་ལྟའི་སྟོང་ཟུར་གྱི་བདག་རྡོ་རྗེ་བདུད་སྙིང་གི་མིང་ཙམ་ཟིག་ཐོགས་པ་དེས་ཀྱང་ནི་ད་བསྟན་པ་དང་སེམས་ཅན་ལ་ཕན་བསམ་གྱིས་མི་ཁྱབ་པ་ཟིག་ཐོབ་ཀྱི་རེད་བསམ། ད་བཞག་ང་ཨ་མི་རི་ཀའི་ནང་བ་ལ་ཡོད་གི་ད་ཚོ་ད་ཧ་དེ་ཧ་ཡ་བའི་ལ་ནི་དེ་ནི་གནོང་འཇུག་ཆེན་པོ་ཟིག་ཡོང་གྱི་རེད་ཟེར། དེ་ནས་བཟུང་སྟེ་ང་ལ་དེ་འདི་ཐོན་ཏོ། ངས་དེ་ནས་རྒྱབ་ཁྲིར་འབོད་ཆེད་ལ་ཉམས་སུ་བཟུང། ངས་དེ་ལ་བག་ལ་བཟུང་མིན་ཏེ། ཨ་ཨ་སྐྱོན་གྱི་མ་རེད་ཟིག་ད་ངའི་མཆུ་ད་དུས་གང་ཞིག་ཏུ་བྱུང་ཡོད་ན་ང་ཁུར་ཐུབ་མ་ད་ཕྱིན་ཆད་བྱུང་གི་མ་རེད་ཟིག་མི་བྱུང་ཁྱད་པོ་ཆེར་བཟོས་ན་ང་སྔགས་པ་རྡོ་རྗེ་དང་ཡོད་གམ་ཡང་ཐོག་བ་ནི་རེད་ངས་མ་ཐོག་དུས་བྱ་བ་ལ་ཁེལ་ད་ནི་གཏན་ནས་ནང་ཁྲི་ཀི་ལན་ཏེ་ཟིག་གནོད་པ་བྱེད་ཀྱི་མ་རེད་དཔེ་ཟིག་བཞག་ད་ནི་ངས་རང་དམག་བྱས་ནས་འཇོན་ཐང་གི་ཡོན་ཏན་གང་ཡང་མེད་པ་ཟིག་ཨ་ཨ་རིའི་རྒྱལ་ཁབ་ཀྱི་སྤྲིན་གཟིགས་ཉིང་ཐོག་ནས་ཁོའི་སྤྲིན་གཟིགས་ཉིང་ཡང་གི་སྟེང་ཐིག་གཟིགས་བརྒྱབ་བསྟན་ན་དེས་རྐྱང་ཡང་ནས་ཨ་རིའི་རྒྱལ་ཁབ་འདིར་ཡོད་ཀྱི་རེད་ངས་རྡོ་རྗེ་གདན་གྱི་གསན་ཡིན་གྱི་མ་དང་ངས་རྡོ་རྗེ་གདན་གྱི་སྒོམ་ཉིང་ཐོག་གི་ནི་དེ་གཉིས་བཟང་སྟེ་སྣ་ཁྲིད་ཀྱི་ལྷན་འབྲེལ་ཐམས་ཅད་ལ་བཀའ་གཟིགས་དགོས་དེ་ཕན་ཐོག་གྱི་རེད་བསམ་དེས་ན་ནི་ང་རང་གི་བསམ་པ་ཡང་ལམ་དུ་འགྲོ་བ་དང་ནི་དེ་བསྟན་པ་དང་སེམས་ཅན་གྱི་དོན་སྒྲུབ་པ་ལའང་དོན་འབྲས་ཆེན་པོ་བཟོ་གྱི་རེད་དེ་ནས་ད་རྡོ་རྗེ་གདན་གྱི་མི་འདི་མི་མཛད་ཀྱི་རང་ངས་དེ་ངོ་རྒོལ་མི་བྱེད་ཀྱི་རྒྱུ་མཚན་ཞིག་ཀྱང་དེ་ཡིན། དེ་ནས་ནི་བདག་གཏེར་སྟོན་བསོད་རྒྱལ་གྱི་གཏེར་ནང་སྤྲོ་ལོ་བདེར་གཤེགས་འདུས་པའི་ཁ་བྱང་ནང་ན་དང། བདག་ཁོང་གི་བསྟན་པ་དེ་ཁོང་དངོས་སུ་བཞུགས་པའི་སྐུ་དེའི་ནང་ན་འགྲོ་དོན་རྒྱ་ཆེན་པོ་ཞིག་ཏུ་མི་བྱུང། དེ་ནས་ནི་ཉིས་ཐོག་གཅིག་ནས་ཧ་ལྗང་དར་འགྱེལ་ཏེ་སོང་བ་ན་བདག་ཁོང་གི་སྐུ་སྐྱེ་གཉིས་པའི་ཐ་ཚོད་དེ་ནི། བདག་ཧ་ལྗང་གི་བསྟན་པ་དེ་ནི་འཛམ་གླིང་ཡོངས་རྫོགས་ལ་ཁྱབ་མགྱོགས་སོང་བ་ནི་ལུང་བཤགས་གསལ་བོ་ཞིག་ཏུ་ཡང་དགོས། དེ་ནས། ད་ཁོང་གིར་ང་བསྟན་པ་མི་དར་ཚུལ་དེ་ཡང་ནམ་མཐའ་དབུས་ནས་དེར་དབུས་སུ་བཏང་སྙོམས་ལས་གསུང་ངོ་ནི་ད་གཙོ་བོ་ནི་བོད་དུ་རྒྱལ་བ་ཐུབ་བསྟན་རྒྱ་མཚོའི་ཉེ་འཁོར་དེ་ལ་ད་བསྟན་པ་ཅུང་ཟད་ཙམ་ཚུལ་དེར་ཁོང་ངུར་སེང་གི་ཉེ་འཁོར་དེ་ལ་བསྟན་པ་དེར་དུ་མི་བཏང་སྙོམས་སུ་ལུས་པར་འགྱུར་དེ་ནས་མི་ཐོག་གཅིག་ནས་ཧ་ལྗང་དར་འགྱུར་དེ་གསུང་ངོ་ནི་དེ་ནས་བཟུང་སྟེ་མི་ཐོག་གཅིག་གི་ཐ་ཚུགས་ནི་ཕྱིའི་རྒྱལ་ཁབ་ཚང་མ་ལའང་བསྟན་པ་དར་དེར་ལྟ་བར་སོང་ན་ནི་ད་ལྟ་ངོ་མ་ནི་རྟག་སོར་རྒྱལ་རིན་པོ་ཆེའི་མཛད་པ་འདི་ལ་བསམ་བློ་བཏང་ན་ལུས་རགས་ལངས་སོང་དེ་ལའང་ཁྲོ་བ་མ་གོ། ཁོང་ཡང་ནི་སྔོན་མ་ཀིར་སྐྱེས་འཁྲིད་མེད་རྩིབས་བསམ་གྱིས་ང་ལ་བསྟབས་པ་དང་ཡིད་ཆེས་ཆེན་པོ་བཟོས་ཏེ་དེར་སྐྱེས་དང། དེ་ནས་བདག་གཏེར་སྟོན་བཤད་ཁྱབ་གཞན་གྱི་བསམ་བློ་བཏང་ན་ནི་འབྲི་བའི་དུས་དང་སྒྲུབ་པའི་དུས་དང་ལུང་གི་དུས་དང་རྟགས་ཙམ་འཛིན་པའི་དུས་ཟེར་གཏེར་སྟོན་ནང་ཡང་ལ་བསྟན་པའི་གནས་སུ་ཤར་ཕྱོགས་ནས་གཏེར་སྟོན་རང་ཉིད་བཞུགས་པའི་ཐབས་སོགས་དེ་བས་ལྷག་པར་ཡང་བྱིན་རླབས་བྱས་ནས་རེད། དེ་ནས་བཟུང་སྟེ་དུས་སློབ་མ་ཐམས་ཅད་ཀྱི་རང་ལ་བྱིན་རླབས་དེ་ཙམ་དེ་ནས་བཟུང་སྟེ་བྱིན་རླབས་གཅིག་མིན་གཅིག་མིན་ལ་འབྱུང་འདི་ལྟ་སྟེ་སྟོན་གསོལ་རྒྱལ་གྱི་མཛད་པ་དེ་ནི་གང་རིགས་ཀྱི་སྐད་དུ་ལུས་པའི་རྒྱ་འགྱུར་དུ་ཡང་ན་ད་ཡང་ཁྲིགས་ཀྱི་རང་དུས་ནི་ཕྲིན་ལས་དང་ནུས་པ་བྱིན་རླབས་གང་ཅིའི་ཐབས་ཀྱི་ཡང་བྱིན་རླབས་ཆེ་ཞེས་གསུང་བ་འདི་རེད། དེ་ནས་སྟེ་སྟོན་གསོལ་རྒྱལ་ཁོང་གི་སྒེར་གྱི་བསྟན་པའི་གནས་གཟིགས་དེ་ཡང་མི་ལོ་བར་ལྔ་བརྒྱའི་བར་དུ་ནི་དེ་དེ་ནས་བཟུང་སྟེ་ཉམས་རྒུད་གང་ཡང་མི་བྱུང་བར་དར་གྱི་ཕུན་སུམ་ཚོགས་པ་ཡོང་བར་གསུང་བ་ནི་ཞབས་ཕྱི་མཛད་དང། དེ་ནས་ད་ལྟའི་སྟོན་སེར་རྒྱལ་གྱི་རྩ་བའི་དྲིལ་བསྐྱེད་གཉིས་དེ་ཡང་ནི་བཞིར་ན་ནི་བླ་མ་ཐམས་ཅད་ཀྱི་མཛད་བཞུད་དེ་མོ་ཡིན་ནི་རེད་བླ་མ་གཅིག་གི་དྲིལ་བསྐྱེད་དེ་ལ་ནི་དད་ཐུགས་ནང་མི་མཐུན་པའི་ཚིག་མཛད་དུ་ནི་དེ་ནས་གཅིག་གི་གཅིག་གི་རྐུ་ཚིག་གི་རྩ་གི་ཡང་ཡོད་དེ་ནི་སྔོན་ཆད་འཇམ་མཁྱེན་བརྩེའི་དབང་བོའི་དམ་སྡོམ་མཁྱེན་བརྩེའི་ཡེ་ཤེས་རྡོ་རྗེ། ད་ཁོང་ནི་ཉིན་རེའི་རྣམ་པ་ལ་ནི་གཏན་ནས་ཐུགས་སྣང་མི་བསྟན་པའི་ཚུལ་མཛད། འཇང་མཁྱེན་བརྩེ་ཡང་ནི་མདོ་མཁྱེན་བརྩེ་ལ། ད་སྔོན་ཆོས་རྒྱལ་ཆེན་པོའི་རིང་ནི། དེང་དུས་རབ་བྱུང་ངུར་སྨྲིག་གི་སྡེ་དང་གུ་གེར་ལྕང་ལོ་འཛིན་པའི་སྡེ་ཟིག་སྐོམ་ཡང་མི་ཁྱེར་གི་ངོམས་པའི་སྡེ་ལ་ཡིད་བརྩེ་བ་ནི་སྐོམ་མམ་ཡང་གསང་བ་ནི་བག་ཕེབས་མང་བོ་ཡིས་ད་ཀྱང་ལས་སློབ་མ་ཐམས་ཅད་སྐད་བརྡ་ནི་ད་ངོ་མ་མདོ་མཁྱེན་བརྩེ་དེ་བླ་མ་དེ་ཙམ་བཟང་གི་མ་རེད་བསམ་གྱི་བསམ་པ་འདི་གར་རྗེས་མ་མདོ་མཁྱེན་བརྩེ་ངི་ན་འདས་སོང་དུས་འཇང་མཁྱེན་བརྩེའི་སྐུ་ལུས་ཡང་བཅད་དགའ་སོང། དེང་གི་དགུང་ལོ་ཡང་བསྐྱལ་མྱོང་བ་ཟང་ཟིང་གི་སྐྱེས་བཟང་ལྷག་འདི་ད་ཁྱེད་ཆེ་རེད་ཟེར་ཏེ་ཨ་མ་དེ་མཁལ་ནག་པ་དེ་ངའི་ཉལ་ཐུ་མི་རྣམ་གཉིས་ཀྱི་གཉིད་བཞག་པ་ནི་རེད་ད་དམ་ཉལ་གཉིས་བམ་ཉལ་གཅིག་གི་ལག་ཟུང་ནང་གི་རེ་ཨག་ཟུང་གི་ཟེར་ཏེ་དེ་ལྟ་བུའི་ནམ་ཞིག་ཞིབ་ཀི་ནི་གཏེར་སྟོན་གྱོན་ན་སྤྲུལ་སྐུ་དེ་ཡང་ནི་ནང་མི་མཐུན་པའི་ཚིག་འཛབ་པ་ཡང་ཡོད་ནི་རེད། དེ་ནི་དག་གཏེར་སྟོན་གསོལ་རྒྱལ་གྱི་ཡང་ཁྲིད་དེ་ནི་དེ་འདྲ་བ་ཞིག་མ་རེད། དག་གཏེར་སྟོན་ཡིས་གསོལ་རྒྱལ་གྱི་རྩ་བའི་ཡང་ཁྲིད་རྣམ་པ་གཉིས་དེ་ནི་ཐུགས་ནང་མི་མཐུན་པར་གྱི་གཅིག་གཅིག་ལ་ནི་ད་རྒྱབ་སྐྱོར་རོགས་རིམ་ཡིན་ན་ནི་གཏམ་པ་དང་སེམས་ཅན་གྱི་དོན་དུ་ནམ་མཁའ་དང་མཉམ་པ་ཞིག་ཡོང་བ་ད་ཁོང་གཉིས་ཀྱི་བར་ན་ཐུགས་ལ་འགལ་བར་ལྟ་བུ་ཆགས་སོང་ན་གཏམ་པ་དང་སེམས་ཅན་ལ་མཉམ་རྒུད་ཧ་ཅང་ཆེན་པོ་ཞིག་འབྱུང་བ་ཞིག་ད་དེ་ཡང་ནི་གཏེར་སྟོན་ཟུར་བརྒྱད་ཀྱི་ལུང་སྟོན་ཡོད་པ་རེད། དེ་ནས་ད་གཏེར་སྟོན་ཟུར་བརྒྱད་ཀྱི་རྩ་བའི་གྲུ་གཉིས་དེ་གང་ཡིན་ན་ནི་ད་ཁོང་ལ་འཁྲུལ་བ་ཡོད་ཀྱི་མ་རེད་ད་གཉིས་པ་དེ་ཟེར་བའི་རྫུན་ན་ནི།

ད་ཁོང་ཡིན་ན་ནི་ཁོང་རྣམ་པ་གཉིས་ཀ་ཡིན་གྱི་རེད་ང་ངོ་མ་བརྩེ་བ་ཉན་གྱི་མ་རེད་ཏུ་ངས་དོ་དོ་བསྟན་ཏེ་ཁོང་རྣམ་པ་གཉིས་ཀ་ནི་དེ་ཐུགས་མཐུན་མོ་དང་གཅིག་པ་གཅིག་ལ་སྐྱེལ་གྱི་རེད་བ་ཡིན། ག་ཁྲིད། ཁོང་དང་ང་གཉིས་ཡིན་པའི་དབང་དུ་ཕྱིན་ན་ནི། ད་ངས་ནི་ཁ་ཞེ་གཉིས་མེད་དུ་ནི། དེ་ནས་བཟུང་སྟེ་ཆོས་འཇིག་རྟེན་གང་གི་ཐག་གི་ཡང་ནི་ད་ཁོང་དང་ཤེས་རྒྱུད་གཅིག་པ་རེད་བརྩེ་འདི་ད་ཤེས་རྒྱུད་གཅིག་པ་ལྟ་བུའི་འདི་ཤེས་དེ་བཞག་བདག་དེ་ཁེ་རང་ངོ་ནི་དེ་ནས་བཟུང་སྟེ་དེ་ནི། ད་ཁ་ངོ་ཤུགས་མེད་གི་ནི་མཐུན་སྒྲིལ་དང་གོང་མ་ད་ལྟའི་འབྲེལ་བ་ཡང་ནི་འཇོག་རྒྱུ་དེ་ནི་དེ་དོ་དོ་ད་འདི་ད་ལྟ་ཁྱེད་སློབ་ཚོགས་བར་ལྔ་བརྒྱ་ཙམ་ཟིག་གི་གསར་བར་སྙན་ནས་ཐུག་པ་རེད་དེ་ཁོང་ནི་ངོ་མ་ང་འདྲ་རི་མར་གུས་ཏེ་སུ་དང་སུ་ཡིན་ན་དང་གོང་མ་ཀུན་གྱིས་སྙན་པ་དང་འགྲོགས་གིས་དབུ་མ་དང་སྐྱོང་དགོས་པའི་སྟབས་བསམ་གྱིས་མི་ཁྱབ་པ་ཟེར་རིགས་ཁོང་གི་ནི་དེ་ལ་འབྲེལ་བ་འཇོག་རྒྱུ་བོ་གཅིག་སྨོས་མ་དགོས་པ་རེད་དེ་གཉིས་སོང་སྟེ་ངས་ནི་དེ་དེ་རིང་ད་ང་ཚོས་ཡིན་རྒྱུ་ནི་རང་སྐད་དང་ལས་ཁ་མང་ཟིག་འདི་ནི་གལ་ཆེན་གྱི་བྱ་བ་དེ་མིན་ཁྱེད་མང་མི་ཡོང་མི་མང་བོའི་ཁྲོད་མི་མང་བོའི་ནང་གི་བྱ་བ་ནི་ཡིན། ངེད་གཉིས་ཀྱི་མཐུན་འབྲེལ་ནི་དེ་ལྟ་བུ་འཇོག་རྒྱུ་རྗེས་མ་ཡང་ནི་ད་ལྟ་སྤྲད་ཀྱི་མ་རེད་དེ་ཁྱེད་སློབ་མ་ཁྱེད་ཀྱིས་གཟབ་གཟབ་བྱས་དགོས་ལ་སློབ་མ་ཁྱེད་ཀྱིས་གཟབ་གཟབ་བྱས་མིན་ནི་ཁྱེད་ཅག་གིས་འདྲ་མི་འདྲ་སྤྲད་ཀྱི་རང་ངེད་གཉིས་བར་འགལ་བ་དེ་ཆགས་ན་ནི་ངེད་གཉིས་ཀྱི་འགལ་བ་མ་རེད། རྫ་དབང་ལང་གི་གཏམ་པ་དང་སེམས་ཅན་གྱི་དོན་དག་ལ་མཉམ་འགུལ་ཆེན་པོ་ཟིན་བྱུང་ནས་དེ་ཚང་མའི་ཐུགས་ཀ་ཞོག། དེ་ནས་བོད་ལྗོངས་ནི་སྔགས་གཏེར་སྟོན་ཟུར་རྒྱལ་མིན་ཟེར་ངོ་རྒོལ་མ་བྱེད་ནི་མ་གཏོགས་སྔགས་གཏེར་སྟོན་ཟུར་རྒྱལ་ཡིན་ཟེར་ནི་ད་དུས་རབས་གསང་མ་དེ་ནི་སྔར་ནས་ད་ལྟའི་བར་དུ་ནི་གཏན་ནས་བཤད་མ་མྱོང་ཐུགས་ངོ་མ་ངེས་རྟགས་ཡིན་རེད་ད་ནི་དེ་ནས་བཟུང་སྟེ་དེ་ནི་བོད་ལྗོངས་ནི་ད་གཏེར་སྟོན་ཟུར་རྒྱལ་གྱི། དེ་ནི། ད་ལྟའི་ནས་བཟུང་སྟེ་བྱིན་རླབས་ནི་ཁྱད་པར་ཅན་ཞིག་ང་ལ་ཡོད་ཀྱི་མགུ་འོས་ཀྱི་རེད་བསམ་པའི་ཡིད་ཆེས་དེ་ནི་ང་རང་ཉིད་ལ་ཡོད། དེས་ན་ད་གསོལ་རྒྱལ་རིན་པོ་ཆེ་ནི་ངའི་ཡིད་ངར་མྱི་གཅིག་རེད་ཟེར་འདྲའི་ཡིན་ས་འོག་ཅི་ཞིག་བལྟས་ན་སུའི་ཡག་གི་ངའི་ཡིད་འོང་ད་ད་རང་མིན་མིན་བརྩིས་ན་ཁྱེད་ཆེ་གེའི་བླ་མ་དེ་ཡག་ས་རེད། བོད་ཀྱི་བླ་མ་དེ་ཨུ་ཡོན་གྱིས་སྐྱོར་དགོས་བའི་ནད་པ་ཡང་རེད་དགའ་གི་ཡང་རེད་ཁོང་གི་གསོལ་རྒྱལ་ནི་སྐྱོར་མི་དགོས་བའི་དགོངས་མོ་ཡང་ཉུང་ཉུང་རེད་དེའི་ནས་བཟུང་སྟེ་དེ་ནི། ད་སྐད་ཆ་དེ་བཤད་དགོས་ན་སྐད་རིགས་མང་བོ་ཤེས་ནི་རེད་ཁོང་ངར་ས་གོ་ལ་མི་དགའ་གི་བསམ་གི་རེད། ཨ་ལ་དེ་རེད་དེ་རེད་ད་ད་ང་ཡང་ཁྱེད་དང་བསམ་བློ་བཏང་ན་ནི། ད་ང་ཚོ་བོད་གི་ནང་བ་ན་ཧ་ཅང་གི་ནི་དེ་མི་བཟང་དེ་འགྲིམ་འགྲུལ་དུ་ཡང་འོང་མ་རེད་དེའི་དབང་གི་ཡང་ཁོང་ཡང་བོད་ཡུལ་དུ་ཕྱོན་རྒྱུ་མ་བྲི་ནི་རེད། དེ་འགའ་བྱེད་ཞོག་ད་ནི་ད་ཁོང་གི་མཛད་པ་དེ་ནི་རྒྱལ་སྤྱིའི་འོད་དུ་ཕྱི་རྒྱལ་ལུང་བ་ན་ཡོད་ནི་རེད་ད་ངས་ཀྱང་ནི་གཏེར་སྟོན་ཟུར་རྒྱལ་གྱི་མིང་བཏགས་པ་ཙམ་ཚིག་རྒྱུ་མཚན་འདི་ཞིག་ད་ལྟ་ཁྱེད་རང་ངོ་ནི་ད་བོད་ཡིག་གི་གཏམ་པ་ལ་ཕན་ཆེ་ཐོག་ཐོག་ཐོག་གི་ཤེས་ནི་ཡོད་ད་རྗེས་མ་ཡིན་ན་ད་ནི་ཁོང་གི་ནི་དེ་ངས་དག་ཉིད་གིས་མཚབ་དེ་ཞིག་ད་ལྟ་ཁྱེད་རང་ངོ་ནི་བོད་ཡིག་དང་ད་ཕྱི་རྒྱལ་ལུང་བ་ཚང་མ་ལའང་ནི་གཏེར་སྟོན་གྱི་ཟུར་རྒྱལ་གྱི་མཛད་པ་དེ་ནམ་མཁར་ལྟ་བུར་སྤེལ་རྒྱུ་དེ་ངའི་རེ་བ་ཡིན་ད་དེ་ནས་དེ་ལྟ་བུའི་རྟེན་འབྲེལ་གྱི། ཅེས་པས་ནི་དེ་རང་གི་དུས་ཚོད་འདི་ལ་ད་ང་རང་ཉིད་ཀྱི་ཁོ་ང་ནི་སྐུ་གསུང་ཐུགས་རྟེན་འཛིན་པའི་ཡུལ་སྐུ་གསུང་ཐུགས་རྟེན་སྒྱུ་རྩལ་བཟང་བོ་མ་རེད་སྒྱུ་རྩལ་ཧ་ཅང་གི་ཐལ་ཆ་པ་རེད་ད་ནི་ད་སྤྱི་ལྟར་བདེ་གཤེགས་སྐུ་གཟུགས་ཤིང་ལས་ཀྱང་བརྒྱུད་པ་ཅི་འདྲ་གང་རུང་ལྟེབ་མཁས་པའི་མཆོད་རྫས་བ་དེ་རེད་ནི་མེ་ཏོག་ཁྱུང་རང་ལྷ་རྫས་རེད་ནི་དེ་བཤད་ན་ནི་ཁོང་ལ་ད་ང་རང་གི་སྐུ་གསུང་ཐུགས་རྟེན་བཙོན་ཙམ་ཟིན་པའི་རྒྱན། དམ་པའི་སྟངས་དེ་བསམ་བློ་བཏང་ན་ངོ་མ་བཤད་ན་ནི་ཁ་ང་ཁོང་གི་སྐུ་མདང་སྲུང་བའི་ཤིང་རྩ་ཡ་རབས་ཞིང་འབའི་སྒོ་ད་ནི་ད་ལྟ་ནི་ལུས་པོ་ན་པའི་ནི་རེད་ང་རང་བཞིན་གི་ནི་དེ་ལྟ་བུའི་ཆེ་ཐབས་ངོ་མ་ད་སྔར་གི་མེད་ན་ཤར་གི་ཆེ་ཐབས་འོད་གསལ་མི་འདྲ་ནི་ད་ནི་ལུས་པོ་ན་ཀི་ལག་སྲུང་རེད་དེ་ནི་དུས་འགོམ་ཁྱེད་ཚེ་རིང་པོ་བྱེད་དང་ནི་དྲང་བ་པདྨ་ནོར་བའི་སྐུ་མདང་དུ་སོང་ན་ཕྱག་རྩ་བ་ནི་མཚམས་མི་ཐུག་མར་འདུག་སྟོང་རྒྱུད་དུ་མི།

རྒྱུད་ཀྱི་སྟོན་པ་པོ་རྡོ་རྗེ་གཡར་བོ་རྟག་ཏུ་བཞད་དུ་གསོལ། རྡོ་རྗེའི་ལུས་ལ་གཞོམ་མེད་བྱང་སེམས་ཀྱི་བདེ་སྐྱིད་དཀྱིལ་འཁོར་མངོན་དུ་འབྱོན་པ་པོ་རྡོ་རྗེའི་ལོངས་སྐུ་བདག་པོ་རྒྱལ་བའི་མཆོག་རྡོ་རྗེ་ལྷ་ཀོན་དཀར་གྱིར་བཞད་དུ་གསོལ། རང་རིག་འགྱུར་མེད་བདེ་བ་ཆེན་པོ་ཡང་རྩོལ་མེད་ལམ་གྱིས་མངོན་སུམ་གསལ་མཛད་པ། རྫོགས་པའི་མ་ངག་ཟབ་མོ་གཉིས་འཛིན་པའི་དཔལ་ལྡན་བླ་མ་ཁྲི་སྟོན་པའི་ཞབས་ལྟ་ནགས་སུ་རྒྱུད་གསུམ་བླ་མའི་ཞལ་སྐྱིན་རིན་པོ་ཆེ་དུས་གསུམ་རྟག་པར་རྡོ་རྗེའི་སྐུ་གཟུགས་ཡིན་རྒྱུད་གསུམ་ཆོས་རྒྱུད་རྒྱལ་མཚན་ཆེན་པོ་གང་ཟག་གསུམ་ཁྱད་པར་རྟག་ཏུ་བགྲང་གྱུར་ཅིག། དེ་རིང་ལུས་རག་ལངས་ཡག་གདན་ས་ལ་ཐོན་ནི་ནི། ང་ཧ་ཅང་སེམས་དགའ་སོང་ནི་ངའི་སྐད་ཆ་དེ་ཧ་ཅང་རྙོག་དྲ་དེ་ཚོ་དེ་ཡང་ཧ་ཅང་ཡིན་རྒྱང་བ་ད་ལྟ་ནི་ད་མི་སེར་གྱི་གཞུང་ནི་ཧ་ཅང་གི་བདུད་པོ་ཟིག་ཆུ་བོ་ཟིག་ཁྱེད་རྣམ་པའི་ཡིན་ཙང་ཚིག་གདོད་ད་དཀའ་ངལ་ཆུ་བོ་མི་རྒོད།